བོད་ཀྱི་ལོ་རྒྱུས་གསལ་བའི་གཏམ་སྲིད་པའི་མེ་ལོང། བཙན་པོ་མང་སྲོང་མང་བཙན་གྱི་སྐབས་བོད་དང་རྒྱ་ནག་བར་གྱི་དམག་འཁྲུག། བཙན་པོ་སྲོང་བཙན་སྒམ་པོའི་སྐུ་དུས་ནས་བཟུང་སྟེ་ཐང་བོད་བར་གྱི་འབྲེལ་བའི་གནས་སྟངས་ནི། སྐབས་རེར་གཉེན་གྱི་འབྲེལ་བ་དང། སྐབས་རེར་དམག་འཁྲུག་གི་འཁོར་ལོ་བསྐོར་བའི་འབྲེལ་བ་ངེས་གཏན་མེད་པ་ཞིག་ཡིན་ཡང། སྐབས་དེ་དག་ཏུ་བོད་ཀྱི་བཙན་པོའི་དཔུང་ཤུགས་ནི་སུ་གང་ལ་ཡང་འཇིགས་སྣང་བྱེད་མི་དགོས་པའི་ངར་ཤུགས་ལྡན་པ་ཞིག་དང། ཐང་གོང་མར་ཡང་ལན་མང་དངངས་སྐྲག་དང་འཇིགས་སྣང་སྤྲོད་ཐུབ་པའི་གཟི་རྔམ་ལྡན་པ་ཞིག་ཡིན། ཕྱི་ལོའི་དུས་རབས་བདུན་པའི་མཇུག་ཏུ། བོད་ཀྱི་དམག་དཔོན་གྲགས་ཅན། མགར་ཁྲི་འབྲིང་གིས། རྒྱ་བོད་ཀྱི་མཐའ་མཚམས་བསྲུངས་ནས། མཚོ་སྔོན་པོའི་ཕྱོགས་སུ་དམག་སྒར་བརྒྱབ་ནས་ཡོད་པའི་སྐབས། རྒྱའི་དམག་དཔོན་ལི་ཅིང་ཞོན་གྱིས། རྒྱ་དམག་ཆིག་འབུམ་ལྔ་ཁྲིའི་དཔུང་ནི་དྲངས་ནས་མཚོ་སྔོན་པོའི་ཉེ་འགྲམ་དུ་ཕྱིན་ཏེ། བོད་ཀྱི་དམག་དཔོན་མགར་ཁྲི་འབྲིང་དང་དམག་འཐབ་རིམ་པ་བྱས་ཀྱང། མགར་ཁྲི་འབྲིང་གིས་ཐང་གི་དཔུང་དམག་ཕམ་ཉེས་སུ་བཏང་སྟེ། རྒྱའི་གཡས་རུ་ཝེའི་དམག་དཔོན་ཆེན་མོ་ལིའུ་ཧྲན་ལི་ཞེས་པ་ཡང་བོད་ཀྱི་དཔུང་དམག་གིས་གསོན་བཟུང་བྱས་ཐུབ་པ་བྱུང་བ་རེད། འོན་ཀྱང། རྒྱའི་དམག་དཔོན་ལི་ཅིང་ཞོན་ནི་དཔའ་ངར་ལྡན་པ་དང་དམག་ཇུས་ལ་མཁས་པའི་དམག་དཔོན་འཇོན་ཐང་ཅན་ཞིག་མིན་པར་བརྟེན། རང་གི་རྟེན་གཞིའི་མཁར་རྫོང་ཁོ་ན་སྲུང་སྐྱོང་བྱས་ཏེ། རང་སར་སྡོད་པ་མ་གཏོགས་བོད་དམག་གིས་སུན་བཟུང་བྱས་པའི་གཡས་རུ་ཝའི་དམག་དཔོན་ཆེན་མོ་ལི་ཧྲིན་ལི་སྐྱབས་འདུག་འགྲོ་ཕོད་ཀྱི་མེད་པ་མ་ཟད། ཁོ་རང་གིས་དམག་དཔུང་གི་སྣེ་དྲངས་ནས་ཕྱིར་ལོག་སྟེ་རིའུ། ཁེང་ཧྥེང་ལིང། ཞེས་པར་དམག་སྒར་བརྒྱབ་ནས་བསྡད་པ་རེད། སྐབས་དེར་བོད་དམག་གིས་མུ་མཐུད་རྒྱའི་དམག་དཔོན་ལི་ཅིང་ཞོན་ལ་རྗེས་འདེད་བྱས་ཏེ་རྒྱའི་དམག་དཔོན་ལི་ཅིང་ཞོན་ཡོད་སའི་རི་མགོ་མཐོན་པོ་ཞིག་ཏུ་དམག་སྒར་བརྒྱབ། ལི་ཅིན་ཞོན་གྱི་དམག་སྒར་བོད་དམག་གིས་ཤུགས་ཀྱིས་མནན་ཏེ་དཀའ་ཁག་གི་གནས་སུ་གྱར་བ་ན། རྒྱའི་དམག་དཔོན་ཧའེ་ཀྲི་ཁྲང་ཁྲི་ཡིས་དཔའ་ངར་ལྡན་པའི་དམག་མི་ལྔ་བརྒྱ་ཁྲིད་ནས་མཚན་མོ་བོད་ཀྱི་དམག་སྒར་ཐོག་བྱབས་ཁུལ་བྱས་པ་རེད། འོན་ཀྱང། ཁོ་པའི་དཔུང་དམག་གིས་བོད་དམག་རྣམས་རེ་ཞིག་ཟིང་ཟིང་དུ་བསྒྱུར་ཐུབ་པ་ཙམ་མ་གཏོགས་ཕམ་ཉེས་གཏོང་ཐུབ་མེད་ལ། བོད་དམག་གི་ས་ནས་དམག་དཔོན་ལིའུ་ཧྲན་ལི་ཞེས་པ་འཕྲོག་ཐུབ་པ་བྱུང་མེད། འོན་ཀྱང་རྒྱའི་དཔུང་དམག་ལ་འཕྲོ་མཐུད་ནས་ཕམ་ཉེས་ཆེན་པོ་ཡོང་བཞིན་པའི་དུས་ཚོད་གཉན་འཕྲང་གི་སྐབས་དེར། ཧའེ་ཀྲི་ཁྲང་ཀྲི་དཔུང་སྣེ་ཁྲིད་དེ་བོད་ཀྱི་དམག་སྒར་ཐོག་མཚན་འཁེལ་བྱེད་ཐུབ་པ་ཙམ་ཡང་བྱས་རྗེས་སུ་འབྲངས་འོས་པར་བརྟེན། ཐང་གོང་མས་དམག་དཔོན་ཧའེ་ཀྲི་ཁྲང་ཀྲི་ཡི་བྱས་པ་ལ་གཟེངས་བསྟོད་དང་འབྲེལ་གཡོན་རུའུ་ཝེ་དམག་དཔོན་དང། ཧོ་ཡོན་ཅུན་གྱི་མགོ་སྡོམ་གཞོན་པར་བསྐོ་བཞག་བྱས་ཏེ་སྔར་ལས་ཀྱང་སེམས་ཤུགས་དང་བློ་སྟོབས་སྤེལ་ཐབས་བྱས་པ་རེད། སྐབས་དེར་དམག་དཔོན་ལིའུ་ཧྲན་ལིའི་བུ་རྣམས་གོང་མའི་ཕོ་བྲང་དུ་བཅར་ཏེ་ཁོང་རྣམས་ཀྱི་ཕ། ཡེ་རུ་ཝའི་དམག་དཔོན་ཆེན་མོ་ལིའུ་ཧྲི་ལི་ཀླུ་རུ་བོད་དུ་འགྲོ་ཆོག་པའི་དགོངས་ཁྲོལ་ཞུས་པ་ན། གོང་མས་ཀྱང་བུ་གཉིས་པ་ལིའུ་ཡིས་མཚུངས་ཕ་དང་ཐུག་འཕྲད་ཀྱི་ཆེད་བོད་ལ་བསྐྱོད་ཆོག་པའི་དགོངས་པ་འཁྲོལ་བ་རེད། འོན་ཀྱང་ལིའུ་ཡི་ཚུང། ལམ་ཐག་རིང་པོ་བྲོས་ནས་བོད་དུ་སླེབས་པའི་སྐབས། རང་ཉིད་ཀྱི་ཕ། ལིའུ་ཧྲན་ལི། ནད་ཀྱིས་གྲོངས་ཟིན་པར་བརྟེན། གསོན་པོ་ཐུག་ཐུབ་པ་བྱུང་མེད་ཀྱང། བོད་དམག་གིས་ཁོ་པའི་ཕ། ལིའུ་ཧྲན་ལིའི་བེམ་པོ་ཕྱིར་སྤྲད་པ་ན། ལིའུ་ཡི་ཚུང་གིས་རྐང་རྗེན་མར་ཕའི་བེམ་པོ་ཁུར་ནས་རྒྱ་ནག་ཏུ་ལོག་པའི་ལོ་རྒྱུས་ཡོད། རྒྱའི་དམག་དཔོན། ལིས་ཅིང་ཞོན་གྱིས་བོད་ལ་དཔུང་བསྡེབས་པའི་སྐབས། མུ་མཐུད་ཕམ་ཉེས་ཤ་སྟག་བྱུང་སྟེ། ལིས་ཅིང་ཞོན་གྱི་དཔུང་དམག་རྣམས་ཁ་འཐོར་དུ་ཕྱིན་པ་ན། ལིའུ་ཧྲི་ཏེ་ཡིས་རང་ཉིད་ལ་གོང་མས་བཀའ་རྒྱ་ཕེབས་པ་ལྟར། དམག་མི་ཐར་ཐོར་རྣམས་བསྡུ་རུབ་བྱས་ཏེ་དམག་མིའི་དཔུང་ཤུགས་བསྐྱར་གསོ་ཡོང་ཐབས་བྱས་པ་རེད། རྒྱ་ནག་གོང་མས་བོད་ཀྱི་བཙན་པོའི་དཔུང་དམག་དང་མུ་མཐུད་དམག་འཁྲུག་བྱས་ཀྱང། རྒྱལ་ཁ་ལོན་དཀའ་བའི་གནས་སྟངས་ལ་གཞིགས་ཏེ་ལིའུ་ཧྲི་ཏེ་བྱ་བ་བོད་ལ་ཞི་འགྲིག་བྱ་བའི་ཕོ་ཉར་བཏང་བ་རེད། སྐབས་དེར་བོད་ཀྱི་མཐའ་མཚམས་སུ་དམག་དཔོན་བློན་པོ་མགར་བཙན་བྲོད་ཀྱི་འགན་བཞེས་པའི་སྐབས་ཡིན་པར་བརྟེན་དམག་དཔུང་མགར་བཙན་བྲོད་རིའུ་ལི་ཁྲིན་བར་དུ་ཕྱིན་ཏེ་ཐང་འགོག་མེད་མངགས་པའི་ཞི་འགྲིག་ཕོ་ཉར་ལ་བསུ་བ་བྱས་པ་རེད། ལའུ་ཧྲི་ཏི། ཐང་གོང་མའི་དགོངས་དོན་གང་ཡིན་པ། བོད་ཀྱི་དམག་དཔོན་བློན་པོ་མགར་བཙན་བྲོད་ལ་ཞིབ་ཏུ་ཞུས་ཏེ་ཐང་བོད་གཉིས་ཀྱི་མ་འོངས་པའི་ཕན་བདེའི་སྐོར་གླེང་བར། བོད་ཀྱི་དམག་དཔོན་མགར་བཙན་བྲོད་དགའ་ཚོར་ཆེན་པོ་བྱུང་སྟེ་མ་འོངས་པར་ཐང་བོད་ཕྱོགས་གཉིས་ཀས་ཕན་ཚུན་གྱི་ས་མཚམས་བརྒལ་ནས་དམག་མི་རྒྱག་རྒྱུའི་གྲོས་ཡིག་བཞག་པར་བརྟེན། དེ་ནས་ལོ་ངོ་གང་འཚམ་རིང་ཐང་བོད་གཉིས་ས་མཚམས་ཞི་བདེ་ལྷིང་འཇགས་སུ་གནས་ཐུབ་པ་བྱུང་ཡོད། ཐང་གོང་མས་ལའུ་ཧྲི་ཏེ་བོད་དུ་ཕོ་ཉར་མངགས་པར་གྲུབ་འབྲས་ཆེན་པོ་བྱུང་བའི་གཟེངས་བསྟོད་ལྟ་བུར། ཁོང་ཉིད་གོང་མའི་ཕོ་བྲང་ནང་གི་ཞིབ་བཤེར་དཔོན་དང། ཧོ་ཡོན་ཅུན་གྱི་དམག་སྲིད་དཔོན་ལ་བསྐོ་བཞག་བྱས་པ་མ་ཟད། རྨོ་འདེབས་དོ་དམ་དཔོན་པོའི་གོ་གནས་ཀྱང་ཁོང་གི་ཞོར་དུ་བཞེས་དགོས་པ་བྱུང་འདུག།